དབུས་ཐོག་མ་དེ་ལ་གནས་རྣམ་པ་ཚོ་ཚང་མ་སླར་ཡང་སྙིང་ལ་བཟོ་སྟེ། དེ་ལ་ཕེབས་བ་ལ་ནི་འཚམས་འདྲི་བཀྲ་ཤིས་ཞེས་གཉིས། དེ་ནས་ད་ང་ཚོ་སྔོན་གྱི་གློག་བརྙན་དེ་འདི་ནང་དང་པོ་དེ་ནང་ལ་ང་ཚོ་གྲུབ་མཐའ་ཞིག་གི་སྐོར་ལ་ཅིག་ནི་རོབ་ཙམ་ཞིག་འགྲོ་རེ། དེ་ནས་བློ་ངན་རྙེད་པའི་སྣང་ངོར་ལ། ད་ནང་པའི་གྱི་གྲུབ་མཐའ་དེ་འདྲའི་ཕྱིན་ན། ནི་ཕྱི་རོལ་པའི་གྲུབ་མཐའ་དང་ནང་པའི་གྲུབ་མཐའ་གཉིས་ཀྱི་བར་ར་ལ་ཁྱད་པར་ག་རེ་ཡོད་རེད། ཕྱི་རོལ་པ་དང་ནང་པ་གཉིས་ཀྱི་བར་ར་ལ་ནི་ཁས་ལེན་དང་ཁས་མི་ལེན་བར་ར་ལ་ཁྱད་པར་ག་རེ་ཡོད་རེད། དེའི་སྐོར་ལ་ཆུ་བྲོ་རེད། ད་ཕྱི་རོལ་པ་དང་ནང་པ་གཉིས་ཀྱི་ཁྱད་པར་གཙོ་བོ་དེ་སྐབས་གྲུབ་མཐའ་ཡི་སྒོ་ནས་བཤད་དེ་མ་ཡིན་པ་བྱས། ཁྱད་པར་གཙོ་བོ་དེ་ག་རེ་ག་རེ་ཁོ་ནས་བཞག་གི་རེད་ཟེར་བ་ཡིན་ན་སྐྱབས་འགྲོ་དགོན་ནས་བཞག་གི་རེད་ཟེར་མཛད་དབང་འདི་ཡིན་ཟེར་གྱི་ཡོད་ར། ད་ཡིན་པ་ཡིན་ན་སྐྱབས་འགྲོའི་དགོན་ནས་བཞག་གི་ཡོད་ན་སྐྱབས་འགྲོ་བླ་ན་ག་འདྲ་བྱེད་རེད། དེ་འདྲའི་སྒོ་ནས་ཨ་ནི་སྐྱབས་འདི་འགྲོ་ན་ག་འདྲ་ཞིག་འགྲོ་དགོས་ཀྱི་རེད། དེ་འདྲའི་ཞིག་ནས་ཨ་ནི་ང་ཚོ་དེ་རིང་གི་ལོ་ངན་འདི་འདི་འགྲོ་གི་རེད། ད་སྐྱབས་འགྲོ་ལ་དུ་ནང་པ་ཡིན་ན་ནང་པ་དཀོན་མཆོག་གསུམ་ལ་སྐྱབས་འདི་འགྲོ་གི་ཡོད་རེད། ཕྱི་རོལ་པ་ཡིན་ན་ཁྱོད་ཚོས་རང་རང་གི་སྟོན་པ་གང་ཡིན་ནས་རེད་རང་རང་གི་ལྷ་གང་ཡིན་ནས་དེ་ལ་སྐྱབས་སུ་འགྲོ་དགོས་རེད། བྱས་ཙང་དེ་ཚིག་རེ་བྱས་ད་ནང་པ་ཡིན་ན་ཨ་ནི་སྐྱབས་འགྲོ་ཡིན་ནང་དཀོན་མཆོག་རྩིབ་ལ་སྐྱབས་སུ་འགྲོ་ན་ནང་པ་ཆགས་ཀྱི་ཡོད་རེད་དཀོན་མཆོག་རྩིབ་ལ་སྐྱབས་སུ་མ་འགྲོ་ན་ནང་པ་ཆགས་ཀྱི་ཡོད་མ་རེད་ད་ཡིན་གྱི་གཙོ་བོ་དེ་རེད། ད་དེང་གི་དེ་རིང་གི་རྟེན་ང་ཚོ་ཤེལ་གྱི་རྩིག་གོག་ནས་རེད་ཨ་ནི་ཤེལ་གྱི་ཤེལ་ད་དོན་དག་སྒྲོ་འདོགས་དེ་ཚོ་ག་རེས་གོ་ལ་ཤེས་ཀྱི་རེད་ན་དང་པོ་དེ་ལ། ནང་པའི་རྒྱ་ནི་དཀོན་མཆོག་ཟེར་མ་སྐྱབས་བཅོལ་འགྲོ་སྟངས་དེ་དང། ཕྱི་རོལ་པ་རྒྱའི་དཀོན་མཆོག་རག་ན་འགའ་ད་དཀོན་མཆོག་གང་ཡིན་ན་ཡང་དེ་ལ་སྐྱབས་བཅོལ་འགྲོ་སྟངས་གཉིས་ལ་ཁྱད་པར་ག་རེ་ཡོད་རེད་དེ་གཅིག་བྱས། གཉིས་པ་དེ་ནས་སྐྱབས་འགྲོ་ལབ་ན་ག་འདྲ་ཞིག་ལབ་ཀྱི་ཡོད་རེད་དེ་གཅིག་བྱས། གསུམ་པ་དེ་ནས་ང་ཚོ་ད་སངས་རྒྱས་ཀྱི་ཆོས་ལ་ད་ཐེག་པ་ཆེ་བ་དང་ཐེག་པ་ཆུང་བ་ཟེར་གཉིས་ཡོང་གི་ཡོད་ར་ཐེག་ཐེག་ཆེ་ཐེག་དམན་ཟེར་ནི་རེད་གཉིས་ཡོང་དུས་ད་ཐེག་པ་ཆེ་ཆུང་གཉིས་ཀྱི་ཡང་སྐྱབས་བཅོལ་འགྲོ་སྟངས་ལ་ཁྱད་པར་ག་རེ་ཡོད་རེད། དེ་ནི་ད་ཡིན་ན་སྐྱབས་བཅོལ་འགྲོ་གི་ཡོད་ན་བདེན་བདེན་གྱི་སྐྱབས་བཅོལ་སྒྲོལ་རྩལ་གྱི་ཡུལ། དཀོན་མཆོག་གསུམ་དེ་ག་རེ་རེད་ས་སྙིང་དཀོན་མཆོག་ལ་ན་ག་འདྲ་བྱེད་ལ་ལ་གི་རེད། ཆོས་དཀོན་མཆོག་ལ་ན་ག་འདྲ་བྱེད་ལ་ལ་གི་རེད། དགེ་འདུན་དཀོན་མཆོག་ལ་ན་ག་འདྲ་བྱེད་ལ་ལ་གི་རེད། དེ་བྱས། དེ་ནི་ང་ཚོ་གཞུང་གི་ནང་ལོགས་ལ་རྒྱུ་སྐྱབས་དང་འབྲས་སྐྱབས་སའི་སྐོར་དེ་མང་པོ་ཐ་སྙད་དེ་ནི་རྣམ་བཞག་དེ་མང་པོ་ཞིག་ཡོང་གི་ཡོད་རེད། དེ་ཚ་ང་ཚོ་སྐྱབས་འགྲོའི་སྐབས་སོ་དེ་ལ་རྒྱུ་སྐྱབས་ཟེར་ན་ག་འདྲ་བྱེད་ལ་ལ་གི་ཡོད་རེད། འབྲས་སྐྱབས་ཟེར་ན་ག་འདྲ་བྱེད་ལ་ལ་གི་ཡོད་རེད། དེ་གཅིག་བྱས། དེ་ནི་སྐྱབས་འགྲོ། ད་ང་ཚོ་དགོས་གལ་ཆེ་ཤོས་དེ་ར་སྐྱབས་བཅོལ་འགྲོ་བ་ཡིན་ན་ཕན་ཡོན་ག་རེ་ཡོད་རེད་ཨ་རེ་སྐྱབས་བཅོལ་འགྲོ་ན་བྱེད་དགོས་ག་རེ་ག་རེ་རེད་བསླབ་བྱ་ག་རེ་ཡོད་རེད་བོང་དེའི་སྒོ་ནས་བགྲོད་བྱེད་ད་དང་པོ་ང་ཚོ་ནང་པས་ཀྱི་དཀོན་མཆོག་ཚོའི་ནང་སྐྱབས་བཅོལ་འགྲོ་སྟངས་དེ་ག་འདྲ་ཞིག་རེད་ཟེར་ན་ད་ང་ཚོ་ག་རེ་ཡིན་ནས་ཅི་དཔེ་དང་དཔེར་གྱི་སྒོ་ནས་བྱ་བ་ཡིན་ན་ང་ཚོ་དེ་གོ་ཡས་ད་དེ་ཚོ་ལས་ལྷག་ཡོད་དེ་དཔེ་ཡི་སྒོ་ནས་བྱེད་ན་ནང་པ་ཀྱི་ད་ནས་སངས་རྒྱས་དཀོན་མཆོག་དང་ཆོས་དཀོན་མཆོག་དང་རྒྱུན་སྤྱོད་དཀོན་མཆོག་ཟེར་ནས་ད་ནས་དཀོན་མཆོག་ཚོའི་ནང་སྐྱབས་བཅོལ་འགྲོ་སྟངས་འདི་ནད་པ་ཅིག་གིས་རང་གི་ན་ཚ་ལས་ཐར་བ་ལ་སྨན་པ་ལ་ཨ་ནི་སྐྱབས་བཅོལ་དགོས་པ་དེ་ན་ཞིག་རེད། ད་ང་ཚོ་ཨ་ནི་རེད་འདི་བྱས་ད་ནི་སྨན་པ་ལ་སྐྱབས་བཅོལ་བ་ན་ཞིག་ཡིན་ན་ཨ་ནི་ག་ལས་ཞིག་རེད་ལབ་ན་ད་སངས་རྒྱས་དཀོན་མཆོག་འདི་སྨན་པ་ལྟ་བུ་རེད། ཆོས་དཀོན་མཆོག་འདི་སྨན་ལྟ་བུ་རེད། དགུན་དུས་དགེ་འདུན་དཀོན་མཆོག་འདི་སྨན་ཞབས་པ་ལྟ་བུ་རེད་ད་སོ་སོ་ད་ནད་པ་འདྲ་བོ་འདི་ཡིན་པ་བྱས་ད་གལ་སྲིད་སོ་སོ་ཨ་ནི་ན་བཟའ་གཅིག་དཔེར་ན་རྒྱུས་ཡོད་པ་ཞིག་སོ་སོ་ན་བཟའ་དེ་ན་རྒྱུས་ཡོད་པ་ཧ་མ་གོ་ན་ང་ཚོ་ནད་བདག་འགྲོ་མཁན་མ་ཐོན་པ་ཞིག་ཧ་མ་གོ་ན་དེ་ནི་ང་ཚོ་ཨོ་ཀྲི་རི་ཏཱ་ལའི་སྨན་པ་ཟེར་དེ་དངོས་གནས་བཀའ་དྲིན་ཆེན་པོ་རེད་ལབ་ནས་ང་ཚོ་རེད་ལ་རེད་དེ་མ་གཏོགས་དངོས་གནས་བཀའ་དྲིན་ག་འདྲ་ཡོད་མེད་དེ་ང་ཚོ་མྱོང་བས་སྒྲུབ་ཐུབ་གི་མ་རེད། ད་སོ་སོ་མྱོང་བས་སྒྲུབ་ཐུབ་པ་ལ་སོ་སོ་དངོས་གནས་དང་པོ་ན་བཟའ་བྱིན་ན། ནི་ཕྱུགས་ཆེན་པོ་ན་ཡོང་དུས་སེམས་པ་ལ་ད་དངོས་གནས་ད་འདི་ལས་ཐར་ཡས་ལ་ད་དངོས་གནས་ད་སྨན་པ་ཅིག་ལ་མ་བསྟེན་ན་འགྲིག་ས་མ་རེད་བསམ་ཡོང་དུས་ད་སྨན་པ་ལ་ཡིན་གཅིག་མིན་གཅིག་བསྟེན་དགོས་ཁེལ་གི་རེད། ད་སྨན་པ་ལ་བསྟེན་ཡོང་དུས་བསམ་པར་སྨན་པ་ཁོ་རང་གིས་ཡང་གཅིག་ང་ཚོ་གཟུགས་པོ་ནང་ལུས་ཀྱི་ན་ཚ་བཟོད་ཀྱིན་གྱི་ནད་འབུ་དེ་ཚོས་སྨན་པའི་ཡི་ཕ་ལག་པ་བརྒྱངས་ནས་མ་འབུ་དེ་ཚོ་ལ་བ་སྟོན་ཡས་འདྲ་བོ་དེ་འདི་འདྲ་བཅངས་ཁེལ་ཡོད་མ་རེད། དེ་མེད་དུས་ག་ཅིག་ར་སྨན་པ་གྱིས་དེ་ར་ན་ཚ་འདི་དྲ་བ་ལ་ཨ་ནི་ཟ་དགོས་འདི་དང་འདི་ཟ་དགོས་ཀྱི་འདུག་ཨ་ནི་འཛེམ་དགོས་འདི་དང་འདི་འཛེམ་དགོས་ཀྱི་འདུག་ལ་ནི་ལམ་སྟོན་ཅིག་བྱེད། ཨ་ནི་ལམ་སྟོན་བྱེད་པ་ཞིག་ནོར་གྱི་སྨན་སྤྲི་གི་རོ་སྨན་དེ་ཡང་ཁོ་རང་ཨ་ནི་ཞོ་རྒྱལ་འདི་ཟ་ཉིན་གུང་འདི་ཟ་དགོང་ཟླ་འདི་ཟ་ཟེར་ནས་སྨན་ཟས་སྟངས་ཀྱི་རིམ་པ་དེ་ཚོ་མི་འདྲ་མང་པོ་བོ་ཞིག་བཤད་ཡོང་དུས་ད་དེ་ཨ་ནི་ཏག་ཏག་བྱེད་ཀྱི་འདུག་བྱེད་ཀྱི་མི་འདུག་ད་ཡ་དེ་ད་སོ་སོ་གིས་བྱེད་དགོས་ཡ་ཅིག་རེད་ད་ཨ་ནི་སྨན་ལ་སྨན་གང་ལ་མ་ཉན་ནས་ད་སོ་སོ་གིས་ཅིག་བྱེད་མ་ཚུད་པའི་སྐབས་དེ་ལ་ཨ་ནི་རོགས་པ་ཞིག་གིས་སྨན་ཞབས་པ་དེ་ཚོ་ཡོང་གི་ཡོད་རེད་བ། བྱས་ཙང་དེ་ནང་བཞིན་གྱི་སོ་སོ་ཨ་ནི་སྡུག་བསྔལ་མྱང་གི་ཡོད་པ་སོ་སོ་དཀའ་ཉེན་མྱང་གི་ཡོད་པ་དེ་ཧ་མ་གོ་བར་དུ་རེད་ད་སང་དཀོན་མཆོག་གསུམ་ཚེ་དངོས་ནས་སྐྱབས་བཀའ་དྲིན་ཆེན་པོ་རེད་སྐྱབས་བསྟོད་ནི་རྩ་ཆེན་པོ་རེད་གསལ་བྱེད་ང་ཚོ་གི་ལབ་ཐུབ་ཀི་ཡོད་རེད་ད་ཡིན་ན་ཡང་སོ་སོ་དངོས་ནས་ནི་སྡུག་བསྔལ་ཅིག་མྱང་བ་ཅིག་སྡུག་བསྔལ་མྱང་གི་ཡོད་པ་དེ་སོ་སོ་གིས་ངོ་ཤེས་ནས་ད་དེ་ལས་ཐར་ས་དེ་ད་དངོས་ནས་དཀོན་མཆོག་གསུམ་ལ་སྐྱབས་མ་བཅོལ་ན་ད་རེ་བ་འཁོར་བའི་མི་འདུག་བསམ་ནས་ཨ་ནི་ང་ཚོ་སང་ཉིན་དཀོན་མཆོག་ལ་སྐྱབས་བཅོལ་སང་ཉིན་དཀོན་མཆོག་ལ་སྐྱབས་བཅོལ་ཡ་དེ་ཡང་སང་ཉིན་དཀོན་མཆོག་གིས་ཨ་ནི་ང་ཚོ་ལ་ཅིག། སངས་རྒྱས་བཅོམ་ལྡན་འདས་ཀྱིས་ད་མ་ཅིག། སྔགས་ཀྱི་འོག་ཅིག་མ་སྦྲང་ནི་ང་ཚོའི་ཡུལ་དུས་ཀྱི་གཟུགས་སྐུ་རྣམས་ལོ་ཀྱི་ད་སྡུག་བསྔལ་མྱང་ཡང་གི་ད་རྒྱུའི་གཙོ་བོ་ཅིག་ང་ཚོ་ད་ཉོན་སྒྲིབ་དང་ཕྱི་སྒྲིབ་ཟིན་ད་སྒྲིབ་པ་དེ་ཚོ་ར་སྐྱོན་ཆ་ཚང་ལམ་བཟང་ཁོ་ན་འཕགས་ཅིག། ཧོ། ཅིག། མེད་བ་ཟེར་བའི་གྲོགས་འདི་འདྲ་ཁྱེད་ཀྱི་ཡོད་མ་རེད་བ། མེད་དུས་ད་སངས་རྒྱས་བཅོམ་ལྡན་འདས་ཀྱིས་ང་ཚོ་ལ་འོ་ད་ཁྱེད་རང་དེ་འདྲའི་དཀའ་ངལ་དེ་ཚོ་ལས་ཐར་དགོས་ཀྱི་ཡོད་ན་དངོས་གནས་ཐར་རེག་གི་འདོད་པ་ཆེན་པོ་ཡོད་ན། འདི་དང་འདི་བྱེད་དགོས་དང་པོ་འདི་བྱེད་དགོས་འདི་བྱས་ན་འདི་བྱེད་དགོས་ལམ་སྟོན་འདི་གནང། ལམ་སྟོན་གནང་བ་འདི་ང་ཚོ་ལྟར་སྨན་འདྲ་པོ་བྱ་རྒྱུ་ཡོད་རེད། དེ་ནི་ལམ་སྟོན་བྱས་བ་འདི་ནི་ང་ཚོ་ཡང་ཟེར་ཡང་ཟེར་ད་སངས་རྒྱས་བཅོམ་ལྡན་འདས་ནི་ང་ཚོ་ག་དུས་ནས་ང་ཚོ་གི་མདུན་ན་ནི་ང་ཚོ་བཞུགས་བཞུགས་པ་དེ་ང་ཚོ་ག་བ་འགྲོ་གི་འདུག་ག་རེ་བྱེད་ཀྱི་འདུག་ཆ་ཚང་ཚིག་ཚིག་པར་འགྲོ་གཞི་ཁག་པོ་བྱ་གི་རེད་བ་ཡོང་གི་མ་རེད་བ། དེ་མེད་དུས་ད་ང་ཚོ་ཆོས་སྒྲུབ་དགོས་ཀྱི་ཡོད་དུས་ཆོས་སྒྲུབ་པའི་ལ་ང་ཚོ་རོགས་པ་ཡོད་ན་རོགས་པ་ཅིག་ངེས་པར་དུ་དགོས་ཀྱི་ཡོད་དུས་རོགས་པ་དེ་གསོལ་རེ་ཟེར་ན་ད་དགེ་འདུན་དཀོན་མཆོག་རེད་ཟེར་ད་སྨན་ཞབས་པ་ལྟ་བུ་དེ་རེད་ཟེར་ནས་ད་ཡིན་དུས་ད་ནི་དཀོན་མཆོག་ནང་པའི་གི་ས་སྐྱབས་སུ་འགྲོ་སྟངས་དེ་དེ་འདྲ་རེད་བྱས། དེ་ཡིན་ན་ཕྱི་རོལ་པའི་གི་ག་འདྲ་ཞིག་རེད་ལབ་ན་ད་ཕྱི་རོལ་པའི་གི་རང་གི་དཀོན་མཆོག་ལ་སྐྱབས་སུ་འགྲོ་སྟངས་དེ་ད་ཡིན་ན་དེ་ཕྱི་རོལ་པ་ཡོད་དུས་ཆ་ཚང་གཅིག་པ་རེད་ཟེར་ན་ལབ་ཐུབ་ཀྱི་མ་རེད་དེ་དམིགས་བསལ་གྱི་རྒྱ་གར་ནས་བྱུང་བའི་ཨ་ནི། ཆོས་དེ་ཚོ་མང་ཆེ་ཡང་སོ་སོའི་གི་ཡང་དཀའ་ལས་རྒྱབ་དགོས་ནས་སྒྲིབ་པ་དག་དགོས་ནས་མང་པོ་ཡོད་ད་ཡིན་ན་ཡང་ཕལ་ཆེ་བ་ག་འདྲ་བྱེད་རེད་ཟེར་བ་ཡིན་ན་ད་མི་དབུལ་པོ་ད་མི་དངོས་ནས་དཔེ་ཆ་མེད་མཁན་དག་ད་ཁྱབ་ཐབས་བྲོ་མི་དབུལ་པོ་དེ་འདྲས་ཀྱིས་རང་གི་སྦྱིན་བདག་ལ་སྐྱབས་བྱོས་བ་འདྲ་པོ་ཞིག་རེད་ས་དེ་དཔེ་མཚོན་འདི་འདྲས་འདྲ་བོ་ཞིག་བཞག་ན་ཕལ་ཆེ་འགྲིག་གི་ཡོད་ཀྱི་རེད་བསམ་གྱི་འདུག་ད་ག་འདྲ་བྱེད་རེད་ཟེར་ན་ད་སོ་སོ་མི་དབུལ་པོ་ཟིན་པ་ཡིན་ན་སོ་སོ་ལ་ཨ་ནི་ཉི་མ་གཅིག་གི་ཟས་ཚར་གསུམ་དེ་ཨ་ནི་རག་བའི་དང་ཨ་ནི་དེ་འདྲའི་གི་ད་བེ་ཤ་ད་དེ་འདྲའི་གུ་གུ་ཡོད་ན་ཨ་སུ་དོ་སྦྱིན་བདག་ལ་ཨ་ནི་ཁེར་ཕག་བསྔགས་བརྗོད་བྱེད་ཁེར་རག་པས་ཡག་པོ་ཡིན་ང་ལ་དཀའ་དྲིན་ཆེན་པོ་ཡིན་དེ་འདྲའི་འགྲོ་བ་ལ་ཨ་ནི་སྦྱིན་བདག་གིས་ལས་ཀ་དེ་ཚོ་ཡིན་ན་སུ་སུ་གི་བྱེད་འགྲོ་བ་ད་དེ་འདྲས་བྱེད་ཨ་ནི་སྦྱིན་བདག་གིས་ཁོ་རང་སེམས་དགའ་བ་ཡིན་ན་ཨ་ནི་ང་ཚོ་ལ་སུ་ཅར་མི་དབུལ་པོ་དེ་ལ་ཅིག་རག་ཡོང་དགོས་ར་ཅིག་སྤྲད་ཡོང་དགོས་ར་ཨ་ནི་སྦྱིན་བདག་གིས་ད་ང་ཚོའི་གི་བྱེད་སྟངས་ཁོ་མི་དབུལ་པོ་དེ་གི་བྱེད་སྟངས་དེ་མ་འགྲིག་ན་ཨ་ནི་སྦྱིན་བདག་གིས་ཡང་རོགས་པ་མི་བྱེད་ཡོང་དགོས་ར་ཨོ་དེ་ན་བཞིན་གི་ཨ་ནི་ང་ཚོ་ག་འདྲ་བྱེད་ར་ཟེར་ན་ཕ་ཀུན་སྤྱོད་ལ་ཡང་ཨ་ནི་ཕ་སྐྱབས་བཅོལ་ཀུན་སྤྱོད་ཡོངས་ལ་བསྔགས་བརྗོད་ཀྱི་བསྟོད་པ་ཕུལ། ཨ་དེ་འདྲའི་ཕྱིར་ན་ང་ཚོ་གཉིས་ཅིག་སྐྱོན་དུ་ད་ང་ན་ཚ་དང་སྡུག་བསྔལ་ག་རེ་ཡོད་པ་འདི་ཐར་མ་ཐར་ཟེར་ཏེ་ཀུན་སྤྱོད་ལ་རག་ལས་དེ་ཡོད་རེད་ད་ཀུན་སྤྱོད་པ་ཅིག་བསྔགས་བརྗོད་ཀྱི་བསྟོད་ར་ཞིག་བཏང་བ་ཡིན་ན་ནི་ཀུན་སྤྱོད་གལ་ཆེ་ཐུགས་ཁྲོ་བ་དང་དགའ་བ་གནས་ཡིན་ན་ནི། ང་ཚོ་གཉིས་ཁོ་དེའི་དགའ་ཉེ་དེ་ནས་ཐར་གྱི་རེད་གལ་སྲིད་ཀུན་སྤྱོད་ཅིག་ནི་ཁོང་ཁྲོ་ཟ་བ་དག་ཅིག་ན་ཅིག་མི་དགའ་བ་དང་འོན་ཀྱང་ང་ཚོ་བྱེད་བྱ་སྤྱོད་ལ་མི་དགའ་བ་གནས་ཡིན་ན་ནི་ང་ཚོ་དགའ་ཉེ་མྱང་གི་རེད། ད་དེ་འདྲའི་གང་ཟག་ཕྱི་རོལ་པའི་གཙོ་བོ་ཡེ་ཤུ་དང་ཁ་ཆད་དེ་དུས་ཚོད་ཀྱིས་ཨ་ནི་མི་དབུལ་པོ་ལ་དཔའ་དང་ཀུན་སྤྱོད་ལ་སྐྱབས་བཅོལ་བཏང་ཚུལ་དེ་འདྲའི་འགྲོ་འོང་ཅིག་བྱ་དགོས་དོ། འོན་ཀྱང་དེ་འདྲ་བོ་ཞིག་ད་གཙོ་བོ་དཔེ་དོན་གཉིས་ཀྱི་སྒོ་ནས་བྱ་བ་འདྲ་བོ་ཞིག་ཡིན། དེ་ནི། ད། དེ་ཡིན་པ་ཡིན་ད་ང་ཚོ་ནང་ནང་པའི་གི་སྐྱབས་བཅོལ་ལ་ཡོད་དུས་ག་འདྲ་བྱེད་ཀྱི་ལོག་གི་རེད་ཟེར་ན་ད་ད་གིས་གང་ལ་ཞུས་ཟིན་པ་ན་ཞིག་རེད་ད་གཙོ་བོ་ནི་དོན་དག་དེ་གང་ལ་ཞུས་ཟིན་པ་དེ་རེད་ད་ད་ལྟ་ག་རེ་ལབ་ན་ཨ་ནི་རང་ཉིད་འཁོར་བ་དང་ངན་སོང་གི་སྡུག་བསྔལ་ལ་ཅི་ཞིག་སྐྲགས། ད་སོ་སོ་ཨ་ནི་དང་རྒྱུ་བྱིས་གསུམ་པ་ན་བཞིན་གྱི་ད་དཀའ་ངལ་མྱང་གི་ཡོད་པ་དང་ཧ་གོ། སོ་སོ་གི་སྡུག་བསྔལ་འདི་ཤེས་ནས་ད་དེ་ལ་ཐར་དགོས་ཀྱི་མ་འདུག་ད་ཐབས་ཤེས་མི་འདུག་ཟེར་ནས་ད་འདི་ཞེད་སྣང་གི་ངང་ནས་སྐྲག་པ་སྐྱེས་ན། ཞེད་སྣང་ཡོང་ན་ད་ངོ་ནས་ཨ་ནི་སྐྱབས་བཅོལ་གྱི་རོ་ཞེས་མ་གཏོགས་ཆམ་པ་ཞིག་ཕོག་བྱས་ན་ཨ་རྒྱའི་མ་ལ་ནི་སོ་སོ་སོ་སོ

ཤེས་ཡོང་དུས། ཨ་ནི་སོ་སོས་འདི་ལ་ཐུག་ནས་ད་ངོ་ནས་ཞེད་སྣང་དྲོད་རྔམ་དྲག་དྲག་སྐྱེས་ནས་ད་འདི་ལ་ཐ་རེ་ལ་ད་ངོ་ནས་སུ་ལ་སྐྱབས་བཅོལ་དགོས་ཀྱི་འདུག་ལ་ད་དཀོན་མཆོག་ལ་སྐྱབས་བཅོལ་དགོས་ཀྱི་འདུག་དཀོན་མཆོག་ཚོ་མ་གཏོགས་ད་གཞན་པ་མི་འདུག་དེ་རྒྱུ་མཚན་ད་ང་དཀོན་མཆོག་ཚོ་ལ་སྐྱབས་སུ་འགྲོ་གི་ཡིན་ཟེར་དེ། ཨ་ནི་དེ་འདྲ་གི་ཡིད་ཆེས་བརྟན་པོ་བྱོས་ན། དེ་ཨ་ནི་ཁོ་སྐྱབས་འགྲོ་ཟེར་དེ་རེད་ད་ད་གིས་ཞུས་ཟིན་པ་དེ་རེད། ད་དེ་ཡང། བདག་གིས་ཞུས་ཟིན་པ་འདི་རེད་ད་ཡིན་ན་འདི་སྒྲོག་གི་ནང་འོང་ལ་དེ་འདྲས་ཞིག་རེད་ཐུབ་ནམ་སྡིག་པ་ཆུ་ཡིས་མི་བཀྲུ་ཞིང། སྒྲོལ་བའི་སྡུག་བསྔལ་ཕྱག་གིས་མི་བསལ་ལ་ཉིད་ཀྱི་རྟོགས་པ་གཞན་ལ་སྤོ་མི་འདེ་ཆུ་གཉིས་ལྡན་པར་བསྟན་པས་གྲོལ་བར་འགྱུར་ཟིན་ད་ང་ཚོ་ནམ་རྒྱུན་ཡིན་ན་ཡང་ནི་གོང་ས་མཆོག་གིས་ག་དུས་ཡིན་ནས་གསུང་ཆོས་དེ་འདི་ན་ཡང་སེམས་ལ་མཚུངས་བསྡད་དེ་རེད་ད་དེ། ནང་པའི་གི་ཨ་ནི་ཐུབ་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་ཨ་ནི་ང་ཚོའི་རྒྱུད་ཀྱི་སྡིག་པ་འདི་ཚོ་ཨ་ནི་ཆུ་འདི་ཚོ་ཨ་ནི་བཏབ་པས་ན་ཧིན་དུ་དང་དེ་འདྲས་ཡིན་ན་གངྒཱ་ནང་འོང་ལ་མ། ཆུ་རྒྱས་ན་ཨ་སོ་སོའི་རྒྱུད་སྡེ་པ་ཚོས་དྭགས་རུ་གུ་རེད་ཟེར་ཡ་འདི་ཡོད་རེད་བ། འོ་དེ་འདྲ་ཅིག་ཡོད་མ་རེད་ཟེར་ང་ཚོའི་རྒྱུད་སྡེ་པ་ཚོས་ཚོ་སངས་རྒྱས་བཅོམ་ལྡན་འདས་དགེ་བར་འཁྲུལ་ནས་དྭགས་ཡ་ད་དེ་འདྲ་ཅིག་ཡོད་མ་རེད། ཨ་ནི་དྲོ་བའི་སྡུག་བསྔལ་ང་ཚོ་ང་ཚོའི་རྒྱུད་ཀྱི་ད་སྡུག་བསྔལ་མྱངས་བསྡད་དེ་ཚོ་ཨ་སངས་རྒྱས་ཀྱི་ཡ་ལག་པས་ཀྱི་ཁྱི་ཡང་སྡུག་ཉེས་ཉེས་ཀྱི་ཡ་ལན་དགོས་ལ་ངན་རུང་ལྕགས་ལ་ལེན་པ་ནང་བཞིན་གྱི་ཡ་ལན་ནི་ཨ་ནི་མེད་བ་བཟོས་དེ་འདྲ་ཡང་ཡོད་མ་རེད། མེད་ན་ཨ་ནི་ཐར་བ་ལ་ག་འདྲ་ཞིག་ཁུག་གི་རེད་ཟེར་ན། ད་འདི་མ་ཟད་སངས་རྒྱས་བཅོམ་ལྡན་འདས་ཁོ་རང་གི་རྒྱུད་ཀྱི་ཡོན་ཏན་དང་རྟོགས་པ་དེ་ཚོ་ཕ་ནི། ང་ཚོའི་ཡིད་ཀྱི་ལྕགས་ལ་འགྲོ་བ་ཅིག་དཔེར་ན་སྨྱུ་གུ་འགྲོ་བ་ཅིག་མི་གཞན་པའི་ཡིད་ལ་བར་ལ་བར་སྤྲད་བ་ན་གཞན་གྱིས་བསམ་བློ་ཆུང་ལྡན་འདི་རྒྱུད་ཀྱི་སྤངས་རྟོགས་ཀྱི་ཡོན་ཏན་འདི་ཚོ་མི་གཞན་པ་ལ་ཕ་ནི་སྐྲའི་སྒྲོ་བོ་དེ་འདྲས་ཀྱང་ཡོད་མ་རེད། མེད་པ་ཡིན་ན་ད་ང་ཚོ་དེ་ལས་ཐར་ར་ལ་ག་རེ་བྱེད་དགོས་བསྒྲབས་ན་སངས་རྒྱས་བཅོམ་ལྡན་འདས་ཀྱིས་འདི་ཐར་རེག་གི་ཐབས་ག་རེ་བསྟན་རེ་ཆོས་ཉིད་ཟེར་དེ་ད་སྟོང་ཉིད་ཀྱི་རྣམ་གཞག་འདི་ད་གཙོ་བོ་འཁོར་བའི་རྒྱུད་གཙོ་བོ་ཀྱི་གཉེན་པོ་ཁ་བརྡའི་ལྕགས་ཉིད་ཡོད་ན་མེད་ན་འདི་ད་སྟོང་ཉིད་ཟེར་བ་བྱས་ཙང་ཆོས་ཉིད་ཀྱི་རྣམ་གཞག་བདེན་པ་དང་སྟོང་ཉིད་བདེན་པ་འདི་ཟབ་ཉིད་ཀྱི་བསྟན་ཡོད་རེད་དེ་བསྟན་པ་འདིས་ཆོས་ཀུན་སྦྱོར་བྱེད་ཨ་ནི་འདི་མཐར་དགོས་ཀྱི་ཡོད་ན་ཨ་ནི་འདི་ཉམས་ཀྱིས་ལོན་དང་དེ་ཡང་མཐར་འགྲོ་དགོས་རེད་ཟེར་ནས་འོ་དེ་འདྲའི་ཞིག་ནས་གསུངས་ཟེར་རྒྱུ་དེ་རེད། དེ་ནི་ད་ཐེག་པ་ཞིག་ཨ་ནི་ད་ཡིན་ན་ཐེག་ཆེན་དང་ཐེག་དམན་གཉིས་ཀྱི་སྐྱབས་འགྲོ་གི་ཁྱད་པར་འདི་ག་རེ་ཟེར་ན་ད་འདིའི་སྣང་ངོ་ལ་དཔེ་ཆའི་ཆེད་བཤད་ན་ནི་ཐུབ་ཀྱི་ས་རེད། ད་ཐེག་པ་ཆེན་པོའི་ཀྱི་གཙོ་བོ་ག་ལ་ན་གཞན་གྱི་དོན་དུ་སྐྱབས་སུ་འགྲོ་གི་ཡོད་རེད་དེ་ཕ་མས་འབའ་ཞིག་ན་རང་ཁོ་ནའི་དོན་དུ་སྐྱབས་སུ་འགྲོ་གི་ཡོད་རེད་ཟེར་ལྟ་འདི་ལབ་ཤ་རེད་ད་ཡིན་ན་ཡང་ག་མཐར་ཁོར་བའི་ང་ཚོ་ཡིན་ན་ཡང་དཔེར་ན་སེམས་ཅན་དེ་འདྲའི་ཅིག་གློ་བརྙན་དེ་འདྲའི་ནང་ངོ་ལ་ནི་ར་ལུག་འདྲ་བོ་དང་ཅིག་བ་ཕྱུགས་འདྲ་བོ་དང་དེ་འདྲའི་སེམས་ཅན་དེ་སེར་བ་མིག་གིས་མཐོང་འོང་འདུག་བསམ་པ་ལ་ང་ཚོ་ལ་ཅིག་ཚོར་བ་འགྲོ་བ་སྒྲུང་བ་པས་ན་ཚོད་དྲུག་བཏང་ཡང་དངོས་དོན་ཨ་ཕའི་བསམ་པ་སྐྱོ་བ་འདྲ་བོ་དང། ཨ་རེ་དེ་དེ་འདྲ་གི་དེ་ཐབས་སྡུག་པོ་ཞིག་འདྲ་གོ་ཡ་མི་འདུག་གློག་བརྙན་དེ་གནང་བ་ལ་གློག་བརྙན་བསམ་པ་སྐྱོ་བ་དེ་འདྲ་ཡོད་ན་མིག་ཆུ་ཤོར་རང་ཡང་འདྲ་བོ་དེ་འདྲ་ཡོང་གི་འགྲོ་བ། ཁྱེད་ཚང་དེ་འདྲས་ཀྱི་ཚོད་དཔག་དེ་འདྲས་ཡོད་དུས་སེམས་ཅན་ད་ང་ཚོ་མི་ཁ་སེམས་ཅན་ཁ་ཤས་མ་ཡིན་པ་ད་ཁོ་ར་ལ་ཁོར་དེ་གཉིས་ཀྱི་སེམས་ཅན་ཆ་ཚང་དེ་འདྲས་ཀྱི་དཀའ་ངལ་ཆེན་པོ་དེ་འདྲས་མྱང་གི་ཡོད་བ་དེ་ཐེག་ཆེན་ཡིན་ནི་རེད་ཐེག་དམན་ཡིན་ནི་རེད་གཉིས་ཀས་ཀྱི་མྱོང་བས་ཀྱི་སྒྲུབ་ཐུབ་ཀྱི་ཡོད་གཉིས་ཀས་ཀྱི་ཤེས་ཐུབ་ཀྱི་ཡོད་རེད་དེ་ཡིན་དུས། ཐེག་པ་དམན་པ་ཞིག་ཡིན་པ་ཡིན་ན་ཡང་སེམས་ཅན་ཆགས་སྡང་ལ་སྙིང་རྗེ་འདི་འདྲའི་དཔེ་ཆུ་ཆེན་པོ་ཞེའུ་འདི་འདྲ་ཡོད་རེད་ཡོད་རེད་དེ། ཐེག་པ་ཆེན་པ་དང་ཐེག་པ་དམན་པ་གཉིས་ཀྱི་ཁྱད་པར་ཤེས་ཚུལ་དེ་ག་རེ་ཟེར་ན་བློ་ཁོག་གིས་སྡང་བ་དང་ཟད་འགྲོ་བ་ཞིག་རེད་ད་དཔེར་ན་ཐེག་ཆེན་ཞིག་ཡིན་པ་ཡིན་ན་ད་དེ་འདྲའི་གི་སྡུག་བསྔལ་མང་པོ་ཞིག་འདུག་དེ་སེམས་ཅན་ཆགས་སྡང་དེ་འདྲའི་གི་སྡུག་བསྔལ་མནར་བདེ་བ་འདི་འདི་ལས་ཐར་རན་དང་འདི་ལས་སྐྱབས་པའི་ཆེད་ངེད་ཀྱི་ཆེད་ཀྱི་ཡིན་ཟེར་ནས་སོ་སོ་གི་བློ་ཁོག་དང་སྤོབས་པ་ཆེན་པོ་ཞིག་ཡོང་གི་ཡོད་རེད་བྱས་ཙང་ངེད་ལ་བྱང་ཆུབ་སེམས་དཔའ་ལ་ལས་ཀྱི་དོ་དེ་ནི་དཔ་ཟེར་ཏེ་ཁ་ཅིག་གིས་པ་པ་ཡང་བྲི་མཁན་ཡོད་རེད་ཁ་ཅིག་གིས་དོའོ་པའོ་པ་བྲི་ཡོད་དོ་དོའོ་པའོ་པ་བྲིས་ན་དཔའ་བོ་གི་པ་དེ་རོ། དེ་སང། ཨ་ནི་དེ་འདྲ་གི་བློ་སྒོ་ཡོད་ཅིག་ཤུགས་ཆེན་པོ་ཞིག་ཡོད་ན་ཐེག་ཆེན་གང་ཟག་གི་ནང་ལ་ཆ་དྲུག་ཡོད་རེད་ད་དེ་འདྲ་གི་བློ་སྒོ་གི་མ་འདང་བ་བྱེད་དེ་ནི་འོ་ད་སྡུག་བསྔལ་བཞི་བོ་ཡོང་གི་འདུག་ད་སེམས་ཅན་ལ་མཐའ་ཡོད་མ་རེད་ད་སེམས་ཅན་ཆ་ཚང་འཁོར་བ་ལ་མཐའ་རེ་ཞིག་ད་ཉིད་ཀྱི་ཡོང་གི་མ་རེད་དེ་ལས་ད་ང་རང་ཅིག་མཐར་ཤེས་ན་ད་ཕལ་ཆེར་འགྲིག་འདུག་རེད་ཟེར་ཞོར།

སེམས་ཅན་ཐམས་ཅད་ལ་བརྩེ་བ་དྲི་དང་དེ་འདྲ་བོ་རེད། ཕ་ཡིས་རང་གི་བུ་ལ་བརྩེ་བ་དྲི་དང་འདི་ཐེག་ཆེན་གྱི་བརྩེ་བོ་དྲི་དང་འདྲ་བོ་རེད་ལ་ནི་དཔེ་དོན་བྱ་རེ་དེ་འདྲའི་ཅི་ཡང་ཡོང་གི་ཡོད་རེད་དེ་ཡིན་དུས་ང་ཚོ་ཡང་ཁོ་ཐེག་དམན་རེད་ལ་ནི་མ་མཐོང་ཆུང་ལྟ་ཡང་ད་དེ་འདྲ་ཡོང་གི་མོད་ཀྱི། ཅེས་ང་ཚོ་སྤྱི་བཏང་ནས་ད་ཐེག་དམན་ཟེར་ནས་མིང་ཁོ་རང་གི་དཔེ་འདི་འདི་ཟེར་བ་ལ་ཅིག་མ་ཅིག་བསྡུ་བ་སོད་འདྲ་བོ་ཅིག་མཐོང་ཆུང་ལྟ་ཡས་ཀྱི་ཞིག་འདྲ་བོ་ཅིག་བྱ་ཡས་ཀྱི་ཉེན་ཁ་དོ་བ་དེ་ཚང་འདིས། ང་ཚོས་དཔེ་གསར་བཀོད་བྱས་ན་བྱ་ཡིན་རྒྱུ་གཙོ་བོ་ཐེག་ཆེན་དང་ཐེག་དམན་གྱི་ཁྱད་པར་གཙོ་བོ་དེ་སེམས་ཅན་ཆ་ཚང་ངེད་ཀྱིས་བསྐྱབ་པར་བྱེད་ཀྱི་ཡིན་ཟེར་རྒྱུའི་བདེན་འཛིན་གྱི་བློ་སྒོ་ཆེན་པོ་ཅིག་ཡོད་རྐྱེན་དེ་ལ་ཐེག་ཆེན་ལ་ཐེག་ཆེན་དུ་བྱང་ཆུབ་སེམས་དཔའ་ཆེན་པོ་དགོས་རེད། མ་མཐའ་ལ་གཞན་གྱི་ཆེད་དུ་ངེད་ཀྱིས་ཅིག་གཉིས་གསུམ་ལས་ཀྱི་སེམས་ཤུགས་ཤུགས་ཆེན་པོ་ཞིག་དགོས་ཀྱི་ཡོད་རེད། ད་ཐེག་དམན་ཡིན་ན་བདེན་འཛིན་གྱི་སེམས་ཤུགས་དང་བདེན་འཛིན་གྱི་བློ་སྒོ་ཅིག་འདང་རྒྱུ་ཡོད་མ་རེད། ད་དེའི་སླད་ད་ང་རང་གཅིག་ངོ་ལ་ལྟ་བྱས་ན་ད་དེ་ཡག་ས་རེད། ཟེར་ཞོར་རོ། འདི་ཐེག་དམན་གྱི་ད་སྐྱབས་སུ་འགྲོ་སྟངས་དེ་རེད། འདི་བྱས། ད་ཡིན་ན་ད་སྐྱབས་སུ་འགྲོ་འོས་པ་ཡིན་ན་དེ་འཛིན་གྱི་སྐྱབས་སུ་འགྲོ་ཟེར་གྱི་ཡུལ་དཀོན་མཆོག་གསུམ་དེ་གང་ཅི་ཞིག་རེད་ཟེར་ལབ་ན་ད་ང་ཚོ་གོ་བ་རགས་པའི་དབང་དུ་བྱས་པ་ཡིན་ན་ད་དཔལ་གོ་བདེ་བོ་འགྲོ་ཞེ་ན་ད་སྐྱོན་ཀུན་སེལ་ཡོན་ཏན་ཀུན་ལྡན་གྱི་གང་ཟག་ཞིག་ལ་སངས་རྒྱས་དཀོན་མཆོག་ལབ་གི་རེད་ད་དཔེར་ན་ང་ཚོ་ནམ་རྒྱུན་གྱི་ང་ཚོ་སྐད་ཆའི་བྱེད་སྟངས་འགྲོ་ཞེ་ན་སངས་རྒྱས་དཀོན་མཆོག་ཟེར་ན་ང་ཚོ་སངས་རྒྱས་བཅོམ་ལྡན་འདས་འདྲ་བོ་དང་དེ་འདྲའི་ལ་བསམ་བློ་འཁོར་ཡོང་དགོས་ར་ཆོས་དཀོན་མཆོག་ལ་ད་བསམ་པ་ད་ང་ཚོ་ནི་ད།

ཟད་ཅིང་ཡུན་ནི་ཀུན་ཏུ་བདེན་པའི་གང་ཟག་དེ་སངས་རྒྱས་ཀུན་སྦྱོར་རེད། ད་དེ་དངོས་གནས་ང་ཚོ་འཁོར་བ་ལས་མཐར་ཟིན་པའི་གང་ཟག་ཞིག་ཀུན་ཀུན་ཡོད་ར་དེ་ད་དེ་སངས་རྒྱས་ཀུན་སྦྱོར་ཅན་སྨན་པ་འདྲ་པོ་བྱས་ཆོས་ཀུན་སྦྱོར་རེད་དོ་ཟེར་མ་འགོག་ལམ་ཆོས་ཀུན་སྦྱོར་རེད་ད་འགོག་བདེན་དང་ལམ་བདེན་དེ་ག་རེ་རེད་ཟེར་ན་བརྗོད་མ་ང་ཚོ་ད་རྗེས་མེད་ཀྱི་བློ་ངན་དེ་ནས་ཅིག་གི་ནང་ལ་ང་ཚོ་ཡོང་གི་རེད་ཨ་ནི་ད་བདེན་པ་ཞིག་གི་སྐད་ཅིག་གླེང་ཡོང་དུས་འདི་ག་ད་འགོག་བདེན་ལམ་བདེན་ཡོང་གི་ར་ད་ད་ལྟ་ང་ཚོ་ཨ་ནི་དཔེ་གོ་བདེ་བོ་འགྲོ་ཞིག་ལབ་ན་འགོག་བདེན་སླད་དུ་བསམ་པ་ལ་ད་ང་ཚོས་སྐྱོན་ཀུན་ཟད་དགོས་དགོས་ར་སྒྲིབ་པ་ཐམས་ཅད་སྤང་དགོས་དགོས་ར་དེ་སྤང་བྱ་རྒྱུ་དང་སྒྲིབ་པ་ག་འདྲ་ཞིག་ཡིན་པ་ཡིན་ན་སྒྲིབ་པ་དེ་སྤང་བྱ་བ་ཡིན་ན་དེ་སྤང་བྱ་རྒྱུ་དེ་ལ་འགོག་བདེན་ཟེར་ལ་ད་འགོག་དགོས་དགོས་ར་བཀག་དགོས་ར་འགོག་གི་ཡོད་ར་འགོག་གི་ཡོད་དེ་བསམ་པ་ལ་ག་རེ་འགོག་གི་ཡོད་ཟེར་ན་ཨ་ནི་སྐྱོན་དེ་ཚོ་འགོག་གི་ཡོད་ར་བྱས་ཙང་སྒྲིབ་པ་དེ་ཚོའམ་ཡང་ན་སྐྱོན་འདི་ཚོ་འགོག་པའི་ཆ་ནས་འགོག་བདེན། སྐྱོན་འགོག་ཡ་དེ་ཡང་ག་འདྲའི་ཤུགས་ནས་འགོག་གི་ཡོད་ཟེར་ན་རབ་ཉམས་ཆེ་ལམ་ནས་འགོག་གི་ཡོད་དུས་རམ་བདེན་ཟེར་ནས་ད་དེ་འདྲ་གོ་བ་རག་པ་དེ་འདྲ་འགྲོ་བྱེད་དེ་ཚོ་ད་དེ་འདྲ་གི་ལམ་ཉམས་དུ་ལེན་བྱ་རྒྱུ་གི་ལམ་བདེན་དང་ཨ་ནི་འགོག་བདེན་དེ་ཚོ་ཆོས་ཀུན་ཆོས་རེད་ཟེར་ལར་ད་ཡིན་ན་འགོག་བདེན་ལམ་དེ་ག་འདྲ་ཟེར་ན་ད་དེ་འདྲ་ཞུས་བ་ནས་གཞན་གྱིས་གོ་བ་རག་པ་འགྲོ་བ་དེ་འདྲ་ཅིག་བྱེད་ཨ་ནི་བཞི་པ་ང་རྗེ་ལས་དབང་འཛོམས། དེང་ཕྱིས་ལས་ཡོན་དུ་བརྩམས་པ་ལ་ཨ་ནི་འདི་ལས་ཀྱི་སི་ཏྲ་ནི་རྒྱ་ཆེར་འགྲོ་ཞིང་ཕལ་ཆེར་འགྲོ་གི་རེད་བསམ་གྱི་འདུག་ད་ཡིན་ན་ད་འགོག་བདེན་དང་ལམ་ལྟ་དགེ་འདུན་དཀོན་མཆོག་སུ་རེད་ཟེར་ན་ད་དེ་འདྲས་ཀྱི་ལམ་ཉམས་སུ་ལེན་མཁན་གྱི་ལམ་བདེན་དང་ལམ་ཉམས་སུ་ལེན་མཁན་གྱི་དེ་འདྲས་ཀྱི་ཨ་ནི་འཕགས་པའི་གང་ཟག་དེ་ཚོ་ཨ་ནི་དགེ་འདུན་དཀོན་མཆོག་རེད་ད་འཕགས་པ་ལ་དུས་ད་ཨ་ནི་འདི་པའི་གང་ཟག་ཁྱད་པར་ཅན་དེ་འདྲས་ཤིག་ཡོང་གི་ཡོད་རེད་ད་ཨ་ནི་ལམ་ཉམས་སུ་ལེན་ད་ག་དུས་གནས་པའི་ཉམས་ལམ་ཀྱང་ཀྱང་བསྒོམ་ཨ་ནི་བདེན་པ་ཨ་ནི་བདག་མེད་བསྒོམ་ད་བདག་མེད་ལ་དུས་ང་ཚོ་ཁ་ཟ་འདི་སྔོན་གྱི་ལོ་གཉིས་ནང་ལ་བདག་མེད་ཟེར་དེ་གོ་བ་རག་པ་ཅིག་ལས་རོ། ད་མ་ཐར་ལ་དེ་འདྲ་ཞིག་དགོས་ཀྱི་ཡོད་རེད་ག་དར་ང་ལས། ས་ལ་གཟུགས་པོ་ལས་ལོ་ག་གྱེས་ནས། བདག་ལས་ང་ལས་དེ་འདྲ་ཞིག་མི་འདུག་ལ་དེ་འདྲའི་དངོས་ད་ཨ་ནི་མཐོང་བ་ཙམ་མ་ཡོང་ཏེ་མིག་གིས་ཅག་ལ་མཐོང་བ་ན་ཤིང་གིས་མངོན་སུམ་དུ་མཐོང་བ་བྱ་རྒྱུ་དེ་འདྲའི་ཅིག་ལ་ཨ་ནི་ཨ་ནི། འཕགས་པ་བྱས། དེ་འདྲ་གྱི་འཕགས་པ་གྱིས་དེ་ཚོ་ལ་ནི་དགེ་འདུན་གྱི་འབྱོར་བ་ཟེར་དེ་ལབ་ཀྱི་ཡོད་རེད་ད་ཡིན་ན་ཡང། འདི་མཚོན་པས་ང་ཚོས་ཨ་ནི་སངས་རྒྱས་ཏེ་དེ་རྗེས་ལ་མ་ཤི་ནས་སྐྱབས་འགྲོའི་ཡི་བསླབ་བྱ་རྣམས་ཡོང་བ་ཡོང་ཁུལ་རེད་འདི་གྱིས་མཚོན་པས་ང་ཚོ་ཨ་ནི་སངས་རྒྱས་དཀོན་མཆོག་ལ་དེ་འདྲའི་སངས་རྒྱས་དངོས་ཞིག་ཡོང་དགོས་དུས་ད་ང་ཚོ་ཨ་ནི་ནང་གི་ད་སངས་རྒྱས་སྐུ་འདྲ་དེ་ཚོ་ཡང་སངས་རྒྱས་དུས་ཤིག་བཞག་དགོས་སངས་རྒྱས་སྐུ་འདྲ་ཡང་གཅིག་རི་མོ་ཡག་པོ་མི་འདུག་ཟེར་ཡོད་ཀྱི་འདུག་ད་སྐུ་དེ་ཚོ་གཅིག་ཨ་ནི་ཞལ་རས་དེ་ཚོ་གཅིག།

དེ་བྱས། ཨ་ནི་ཆོས་སྐུ་འབྱུང་ཟེར་ཡ་དེ་ཡང། སྒོ་གཏན་དེ་ལབ་དེ་ཆོས་སྐུ་འབྱུང་དངོས་རེད་དེ། ཡིན་ན་ཡང། ཨ་ནི་ང་ཚོ་དཔེ་ཆ་དེ་ཚོ་ཡིན་ན་ཡང་སོ་ང་ཚོ། ཨ་ནི། འདི་ཚོ་ལམ་བསྟན་མཁན་གྱི་ད་འདི་གཅིག་གོ་འདི་གཅིག་གོ་ཟེར་ལམ་བསྟན་མཁན་གྱི་གཞུང་གང་འདྲས་ཅིག་ཡིན་པ་ནི་ཚིག་རྐང་གཅིག་མ་གཏོགས་མེད་པ་ཡིན་འདི་ཚོ་ཡང་ཆོས་སྐུ་འབྱུང་བའི་བརྗོད་གཞི་ཟིན་ཟིན་དགོས་ཀྱི་ཡོད་རེད། ཨ་ནི་དགེ་འདུན་སྐུ་འབྱུང་ཟེར་ཡ་དེ་ཡང་ཨ་ནི་ང་ཚོ་ནམ་རྒྱུན་གྱི་དགེ་འདུན་པ་ལ་བ་ན་ཤིང་གིས་ཨ་ནི། ཆོས་ཉམས་སུ་ལེན་མཁན་གྱི་གྲྭ་བ་དག།

དེ་ཚོ་རྒྱུ་རྒྱབ་བྱས་ན་ཐུགས་ཚིམ་པའི་སྐྱབས་ལབ་པ་ཡིན་ན་དཔེར་ན་བདག་ཅག་གི་སྟོན་པ་ཤཱ་ཀྱའི་ཐུ་བ་ཡིན་ན་ང་ཚོའི་རྒྱུ་རྒྱབ་རེད་ང་ཚོ་ལ་ཆོས་དུ་ནི་ང་ཚོའི་མ་ཡིན་པར་ང་ཚོ་སོ་སོ་ལས་གཞན་པའི་གང་ཟག་སོ་སོ་ལས་གཞན་པའི་སངས་རྒྱས་ཚར་སྦྱོར་དང། འཕགས་པ་དེ་ཚོ་སོ་སོའི་རྒྱུ་རྒྱབ་རེད། སོ་སོའི་ལ་ལམ་བསྟན་གྱི་ཡོད་སོ་སོའི་ལ་ཆོས་གསུང་གི་ཡོད་རེད་དེ་རྒྱུ་མཚན་གྱིས་སོ་སོ་སངས་རྒྱས་ཀྱི་རྒྱུ་ཆགས་ཀྱི་ཡོད་རེད་དེ་རྒྱུ་མཚན་གྱིས་རྒྱུ་རྒྱབ་བྱེད། ད་སོ་སོ་མ་འོངས་པ་ད་འདི་རང་གི་རྒྱུ་ཁྱབ་ཀྱི་ལམ་བསྟན་པ་འདི་ཉམས་སུ་བླངས་པ་ལ་བརྟེན་ནས་མ་འོངས་པ་སོ་སོ་སངས་རྒྱས་པ་དང་འཕགས་པའི་ལམ་ཐོབ་པ་དང་འདིའི་གནས་སྐབས་ལ་སོ་སོ་ཡང་སྐྱབས་འཆགས་ཀྱི་རོ་དེ་སྐྱབས་འཆགས་པ་དེ་ལ་རང་འབྲས་སྐྱབས་ཟེར་ཏེ་འདིའི་མིང་འདི་ཐོབ་ཀྱི་རོ་རྒྱུ་ཁྱབ་དང་འབྲས་སྐྱབས་ཟེར་ཏེ་གོ་བ་རགས་པ་འགྲོ་ཞིང་ན་དེ་འདི་འགྲོ་བ་ཟེར་ད་ཡིན་རྒྱུ་འདི་གཙོ་བོ་རྒྱུ་ཁྱབ་དང་འབྲས་སྐྱབས་ཟེར་ད་གཙོ་ང་ཚོ་གཞུང་བྱང་གི་འདི་ཚོ་ལ་གོ་བ་རགས་པ་འགྲོ་བ་ཅིག། སྐྱོ་བོ་ཅིག་གིས་འདི་ཡིད་ཀྱིས་ཁོང་ཁྲོ་བྱེད་པ་ཡིན། ད་ཡིན་ད། དེ་ཆེ་ཤོས་དེར་ད་སྐྱབས་འགྲོ་བསླབ་བྱ་དེ་ནས་སྐྱབས་སུ་འགྲོ་བ་ཡིན་ན་ག་རེ་བྱེད་དགོས་ཀྱི་རེད། མི་གཞན་དང་སྐྱབས་སུ་མ་འགྲོ་འགྱེད་དང་མི་འདྲ་བ་ག་རེ་བྱེད་དགོས་ཀྱི་རེད་ཟེར་ན། ད་སྐྱབས་འགྲོ་བསླབ་བྱ་སྤྱི་དང་ནས་མང་པོ་གསུང་གི་ཡོད་རེད་དཔེར་ན། སྐྱབས་འགྲོ་བསླབ་བྱ་དགག་པའི་བསླབ་བྱ་དང། བྱེད་མི་ཆོག་བ་དང། སྒྲུབ་པའི་བསླབ་བྱ་ངེས་པར་དུ་བྱེད་དགོས་བ་དང་ཐུན་མོང་གི་བསླབ་བྱ་ཟེར་རོ། དེ་མང་པོ་གསུང་གི་ཡོད་རེད་ད་དེ་རྣམས་ལ་ང་ཚོ། ཡོངས་གྲགས་འདྲ་བོ་ད་གལ་ཆེ་བ་ཆེ་བ་ཁ་ཤས་ཤིག་ན་ཞུ་བྱ་ན། དང་པོ། འཇིག་རྟེན་མི་ཕྲ་ལ་སྐྱབས་སུ་འགྲོ་བས། ད་ལྟའི་གནས་ལྔ་ཆེན་པོ་འདི་ག་རེ་ཡོད་ཅེས་ཞུ་རྒྱུ་ཡོད་ཟེར་ན། ང་ཚོ་ནི་ས་ཆ་ཁ་ཤས་ཀྱི་ལ། ཀུན་སྤྱོད་གསུམ་ལ་ཡང་སྐྱབས་སུ་འགྲོ་དགེ་ཞེས་ཁ་ཤས་ཡང་བཀོད། འཇིག་རྟེན་པའི་ལྷ་དཔེར་ན་ཧིན་དུ་གྱི་ལྷ་དེ་འདི་ལ་ཡང་སྐྱབས་སུ་འགྲོ་དགེ་དེ་ནི་ང་ཚོ་ནམ་རྒྱུན་གནས་དེ་མཐོང་གི་འདུག་ཨ། དེ་ནི་ས་ཆ་ཁ་ཤས་ལ་དཔེར་ན་མི་དེ་འདི་གྱི་དུད་ཚང་དེ་ནི་ནང་ལ་ནི་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་དཔར་དང། ཨ་ནི་ཡང་དཔེར་ན་ཤིབ་དང་བི་ཤི་ནུ་དེ་དེ་འདི་གྱི་ཡང་དཔར་དེ་འདི་མཉམ་དུ་བསྒྲིགས་བཞག་འདུག་གཉིས་ཀ་ལ་སྐྱབས་བཅོལ་རྒྱུ་ཡོད་ཟེར་ན་ངས་དེ་འདྲ་འདུག་མཐོང་གི་འདུག་ཨ། དེ་ཚོ་འདི་ཚོ་ནང་པ་ཤེས་པ་ཡིན་ན་དངོས་གནས་སྐྱབས་འགྲོ་ཡོད་པ་ཡིན་ན་དེ་ཚོ་ཆོག་གི་ཡོད་མ་རེད། ཨ་ནི་འཇིག་རྟེན་པའི་བློན་ལ་སྐྱབས་སུ་འགྲོ་ཆོག་གི་ཡོད་མ་རེད། ངེས་པར་དུ་ཀུན་སངས་རྒྱས་ཀུན་སྤྱོད་ལ་ཀུན་སྤྱོད་གསུམ་ལ་སྐྱབས་སུ་འགྲོ་དགོས་མོད་འཇིག་རྟེན་པའི་བློན་ལ་སྐྱབས་སུ་འགྲོ་ཆོག་གི་ཡོད་མ་རེད། འཇིག་རྟེན་པའི་བློན་དེ་ཚོ་ཡང་ང་ཚོ་ན་ཞིང་ཡོད་ཁོ་ར་ལ་འཁོར་དེ་གས་བྱས་རེད་དེ་ཡིན་དུས་སོ་སོའི་ཁོ་ར་ལས་ཐར་བ་ལ་འཇིག་རྟེན་པའི་བློན་གིས་ང་ཚོ་ལ་སྐྱབས་ཐེལ་ཆའང་ཡོད་མ་རེད། སོ་སོའི་ཕྱུགས་ཀྱི་ནང་བ་ལ་ཟག་ནས་ཕྱུགས་ཀྱི་མ་ཁྱི་འབྲུག་ཡོད་ན་ཕྱུགས་ནང་བ་ལ་ཟག་དེ་གཉིས་མི་གཞན་པ་ཅིག་གིས་ཐར་ཐུབ་སྐྱབས་ཐུབ་ཀྱི་མ་རེད་དེ་སྐྱབས་པ་ལ་ཕྱུགས་གང་ལ། ནས་ཕར་སླད་དུ་རྒྱོ་ཆུ་ལས་ཕ་མཐར་འདུས་ཀྱི་མི་གཅིག་གིས་ཨ་ནེ་འོ་ཆུ་ལ་སྐྱབས་པས་མ་ཚུར་ཆུ་ནང་འོ་ལ་སླད་དུ་ཉེ་གཅིག་གིས་མཉམ་དུ་ཁེར་དུ་ཉེ་གཅིག་གིས་སྐྱབས་ཐུབ་བས་ཀྱི་ཡོད་མ་རེད་དེ་རྒྱུ་མཚན་གྱིས་འཇིག་རྟེན་ཕལ་ལ་སྐྱབས་སུ་འགྲོ་ཡ་ཡོད་མ་རེད། ཁོ་ཚོས་ང་ཚོ་ལས་ལྷག་པ་ཅིག་ཨ་ནེ། ཅིག་ནུས་པ་འགྲོ་བ་དེ་དེ་འདྲས་ཡོང་ཆོག་གི་རེད་དཔེར་ན་ང་ཚོ་ཨ་ནེ།

ཅི་ག་ལ་ན་ད་སྐྱབས་འགྲོ་གི་བསླབ་བྱ་གཙོ་བོ་གཅིག་སེམས་ཅན་ལྷའི་ལ་གནོད་པ་བྱས་ཡོད་མ་རེད་ཟེར་ཏེ། ད་ལྟའི་ང་ཚོ་གནད་འགག་ཆེན་པོ་ཆགས་ཀྱི་འདུག་ག་ཡིན་ཟེར་ན་སྐྱབས་འགྲོ་འགྲོ་དུས་སེམས་ཅན་ཆ་ཚང་ཁོ་ར་ལ་སྡུག་བསྔལ་ལ་མྱང་གི་ཡོད་ཨོ་ཅོ་ཅོ་གི་མྱོང་དགོས་གོ་ཤེས་དགོས་གོ་ཤེས་དུས་ད་འདི་ཚོ་ལ་གནོད་པ་བྱས་ན་ཁྱོད་ནི་རེངས་ཀྱི་ཡོད་མ་རེད་ཟེར་ཏེ་བྱས་ག་ཡིན་ཟེར་ན་ཆ་ཚང་ད་ཀུན་མཁྱེན་ཀུན་འདུས་ཀྱི་ཡང་ཟེར་གསུངས་བསྡད་དེ་རེད་སྡུག་བསྔལ་མི་འདོད་པ་ལ་བདེ་བ་འདོད་པ་ང་ཚོ་ཤ་ཚ་གཅིག་པ་རེད་ཟེར་དེ་རོ། འདིས་ང་ཚོར་བསམ་བློ་ཡག་པོ་ཞིག་བཏང་ན་དངོས་གནས་གོ་རྒྱུ་ཆེན་པོ་ཞིག་འདུག་ལ། ལྟ་བ་ཡིན་ན་ཁོ་ཅིག་ཚིག་གོ་བདེ་བོ་འདུག་སྟབས་བདེ་བོ་འདུག་ཟེར་དུས་དེ་བསམ་བློ་དངོས་གནས་བཏང་བ་ཡིན་ན་དངོས་གནས་གོ་རྒྱུ་ཆེན་པོ་ཡོད་རྒྱུ་དེ་རེད་དོ། གཅིག། ཨ་མྱེས་བདག་གིས་གོང་དུ་ཞུས་ཟིན་པ་ནང་བཞིན་གྱི་སངས་རྒྱས་ཀྱི་སྐུ་འདྲ་དེ་ཚོ་ལ་ཡང་སངས་རྒྱས་དངོས་ཀྱི་འདུ་ཤེས་དགོས་ཀྱི་རེད་ཟེར་བདག་གིས་ཞུས་ཟིན་པ་ཞིག་ཡང་བསྐྱར་མོ་བར་བྱས། གཉིས་པ་འདི། ཆོས་ཀྱི་ནང་དོན་ཡོད་པའི་ཡི་གེ་རྣམས་ལ་ཡང་ཆོས་དཀོན་མཆོག་དངོས་ཀྱི་བསྡུས་གཞུང་གོ་དགོས་ཞེས་དང་གིས་ཤོད་ཟིན་པ་དེ་བྱེད། གསུམ་པ་འདི་དགེ་འདུན་གྱིས་རྟགས་ཙམ་འཛིན་པ་ལ་ཡན་ཆད་ལ་མ་གུས་པ་བྱས་ཡོད་མ་ཞེས་དང་གིས་ཤོད་ཟིན་པ་དེར་སྤྱི་དང་གི་བསྟུན་པ་བྲལ་བ་ཞིག་པ་ཡིན་ན་ཁོ་རང་ཚོ་གིས་སྤྱོད་པ་ཉན་པ་བྱེད་པ་ཡིན་ན་ཁྱིམ་པ་གཅིག་གིས་ནི་ཨ་ད་དེའི་གྲྭ་བ་དེ་ཆོས་སྤྱོད་པ་ཉན་པ་ལ་ཟེར་ནས་བསམ་བློ་འཁོར་བ་ཡིན་ན་ད་འཁོར་གི་རོ། འཁོར་ཡོང་དུས་དེ་གྲྭ་བ་ཁོ་རང་ལ་ཡང་ཉན་པ་ཡོང་གི་རེད་ལྟུང་བ་ཆེན་པོ་ཡོང་གི་རེད། ཉེས་པ་ཡོང་གི་ཡོད་དེ། ཁྱིམ་པ་ཁོ་རང་གིས་ཡང་ཕ་གྲྭ་བ་དེ་ལ་ཨ་ད་དེ་ད་ཡག་པོ་མི་འདུག་ལ་ནི་ཕ་ཀུན་སྤྱོད་བྱེད་པ་ཡིན་ན་ཁྱིམ་པ་ཁོ་རང་ལ་ཡང་ཡང་ཅིག་ཉེས་པ་བསགས་ཡོང་གི་རོགས་བྱས་ཙང་ཨ་ནི་དགེ་འདུན་རྟགས་ཙམ་འཛིན་པ་ཡིན་ཙང་གྲྭ་ཆས་སུ་གྱོན་བཞག་ཡོད་འཇུག་གི་ལ་སྤྱོད་པ་ག་འདྲའི་མོ་ག་འདྲའི་ཡིན་པའི་གྲྭ་བ་ཡིན་པའི་རྒྱུ་མཚན་གྱིས་མ་གུས་པ་བྱས་ཡོད་མ་རེད་དེ་ཅིག་བྱས། གཅིག། ཨ་མྱེས་དཀོན་མཆོག་གསུམ་གྱི་བཀའ་དྲིན་དྲན་པའི་སྒོ་ནས་བཟའ་བཏུང་སོགས་དང་ཡུལ་ཡུལ་དུ་འོང་བ་མཐོང་སྐབས་དཀོན་མཆོག་ལ་མཆོད་པ་ཕུལ་དགོས་རེད་བཀའ་དེ་ང་ཚོ་ནམ་རྒྱུན་གོམས་གཤིས་ལ་ཨ་མྱེས་ཁ་ལག་དུས་གསུམ་བཟའ་ཡས་ཀྱི་ཁ་ལག་སྐབས་དེ་ལྟར་མཆོད་པ་ཕུལ་བས་དེ་མ་གཏོགས་ནམ་རྒྱུན་ཡང་ཡར་མར་འགྲོ་དུས་ཆུ་འཐུང་ངེས་རེད་ང་ཚོ་འདིའི་བཟའ་ང་དང་ཐོ་འགའ་ནང་ནས་ཆུ་མྱོས་ནས་ཆུ་འཐུང་ཡས་འདྲ་བོ་ནས་རེད་དེ་ཚོ་ག་ལ་ང་ཚོ་མཆོད་པ་ཕུལ་ཡས་ཀྱི་ལུགས་སྲོལ་དེ་ཞེ་དྲག་ཞེ་དྲག་མི་འདུག་ཨ་དེ་ཨ་མྱེས་བྱ་འདོད་ངེས་འདོད་བསམ་པ་ལ་བཟའ་ང་དང་འདྲ་བྱ་འདོད་ངེས་འདོད་མཆོད་པ་ཕུལ་ཡས་ལུགས་སྲོལ་དེ་ཞེ་དྲག་ཞེ་དྲག་མི་འདུག་ཨ་དེ་ཡང། གཅིག། ལམ་དགའ་དང་འདི་ལ་མི་ད་མོ་དྲ་ནང་ལ་འགྲོ་བ་ཡོད་ནི་རེད། གར་བར་འགྲོ་བ་ཡོད་ནི། ལམ་དགའ་དང་འདི་ལ་ཚམ་ཚོམ་ཨ་ནི་སི་པའི་ས་ཆ་སྐྱིབས་རྡོ་ཁ་བོ་དང་ཨ་ནི་མེ་ཏོག་དེ་འདྲ་མང་པོ་ཡོད་ས་དེ་འདྲ་མཐོང་ཡ་ཡོད་རེད། ཨ་ནི་ལམ་དགའ་སོ་སོའི་དངོས་སུ་མཐོང་བ་མ་ཡིན་ནའི་གློག་བརྙན་དེ་འདྲའི་ནང་ལོ་ལ་ཨ་ནི་ས་ཆ་སྐྱིབས་རྡོ་ཁ་བོ་དང་སྙིང་ཆེན་པོ་བཞི་བོ་དེ་འདྲ་མཐོང་ཡ་འདུག་བ། དེ་མཐོང་བ་མཐོང་བ་ཙམ་གྱིས་ང་ཚོ་མཐོང་བ་དང་དེ་ཆ་ཚང་ཨ་ནི་ཀུན་སྤྱོད་རྩོམ་ལ་མཆོད་པ་ཕུལ། ཨ་ནི་གློག་གི་ངོ་ནས་མཆོད་པ་ཕུལ་བཤད་ན་ཨ་ནི་འདི་མཆོད་པ་ཕུལ་དགོས་ཀྱི་ཡོད་རེད་ད་དེ་ང་ཚོ་མཆོད་པ་ཕུལ་ན་བུད་མེད་ཐུབ་པའི་སྐལ་ཡོད་མ་རེད་བ། མཆོད་པ་དངོས་ནས་མཆོད་པ་ལ་སྒྲོན་ནས་འགྲོ་གི་ཡོད་རེད། ད་ཨ་ནི། ང་ཚོ་ལ་དེ་ལྟར་ཡོད་པའི་ས་ཆ་དཔེར་ན་སྐྱིད་པོ་དེ་འདྲའི་དངོས་སུ་ཕུལ་ཡོད་ཀྱི་ནི། དཔལ་འབྱོར་གྱི་ཆ་ནས་དེ་འདྲའི་ད་གདང་ཡ་དེ་ཡོད་མ་རེད་པ། མེད་དུས་སོ་སོའི་གི་ཡིད་ཀྱི་ངོ་ནས་པ་མཆོད་པ་ཕུལ་བ་ཡིན་ན་དེའང་ཨ་ནི་བསོད་ནམས་ཨ་ནི་ལྕགས་ལ་དངོས་ཕུལ་བ་དང་བསོད་ནམས་གཅིག་པ་ཆགས་ཀྱི་ཡོད་དེ་འདི་ག་ལ་དམིགས་བསལ་གྱི་ལྕགས་ལ་དངོས་ཕུལ་མཁན་ཡིན་པ་ཡིན་ན་ད་འདོད་སེར་སྣ་དང་ཡང་གཅིག་ཕུལ་ཡིན་བསམ་ནས་ཡང་ཁོ་བོ་ཅིག་ནི་ང་རྒྱལ་སྐྱེ་ཡོང་གི་རོ་སྐྱེ་ཉེན་ཀ་ཡོད་རོ་ང་རྒྱལ་སྐྱེ་བ་ཡིན་ན་ཡང་ཁོ་བོ་ཨ་ནི། རྒྱལ་བ་བསོད་ནམས་རྒྱལ་བ་ལས་ཉེས་པ་མང་བསལ་ཡོང་གི་འདུག་ཨ། དེས་ན་ཤིང་འདི་ལས་སོ་སོའི་དངོས་སུ་ཕུལ་བས་མེད་ན་ད་སོ་སོའི་ཡིད་ཀྱི་ངོས་ནས་ཕུལ་བ་ཡིན་ན་ང་རྒྱལ་དེ་ཡང་ཨ་ནི། ཡོང་བ་ཡི་ཉེན་ཁ་དེ་ཡང་ཞེ་དྲག་མེད་པར་ཟད་སོ་ནམ་ཡང་དཔེ་རྒྱ་ཆེན་པོ་ས་རྒྱུ་ནི་གཅིག་པ་རེད་དེ་ཡིན་དུས་ཨ་ནི་གཉིས་ཆེན་པོ་མཐོང་བ་ཙམ་གྱིས་ང་ཚོ་གི་ཕྱུ་པ་ཕུལ་བས་ད་དུས་སུ་དཔེ་གལ་ཆེན་པོ་ཆགས་ཀྱི་འདུག་ཨ། ཨ་ནི་མཐོང་ག་འདི་བ་རུ་འདི་ཙམ་པ་བྱ་ཞིག་མཐོང་བ་ཡིན་ནའི་ད་ལྟ་གི་ཨ་ནི་ཕྱུགས་སྐྱིད་ནའི་དགྲ་བོ་ཅིག་ཁ་ཁ་ཚོས་ཆེ་ནས་སོ་མ་ཐུང་ངོ་ནས་མཆོད་པ་ཞིག་ཕུལ་ཤེ་ན་མཆོད་པ་ཕུལ་བས་ན་ང་ཚོ་སྒོར་རྩ་ཡང་གཅིག་ཅན་ཡང་ཡོད་མ་རེད་དེ། དེ་ཚོས་རང་ཚོའི་ཀུན་སྤྱོད་དྲན་ནས་སྐུ་དེ་ཚོ་ལ་མཆོད་པ་ཕུལ་བ་དང་འདི་ཚོ་དཔེ་གལ་ཆེན་པོ་རེད་བལྟས་ཡོད་ན་ད་ཨ་ནི་སྐུ་མཆོག་ཙམ་ལ་སྐྱབས་སུ་འགྲོ་བ་ཡིན་ན་ཕན་ཡོན་ག་རེ་ཡོད་རེད་ད་ང་ལ་རག་ཡ་དེ་ག་རེ་ཡོད་རེད་ཟེར་ད་དེ་རག་ན་ཡིན་རྒྱུ་ང་ཚོ་ཚོང་འགྲོ་བཞིན་པ་ཡིན་ན་ཕ་ཞིག་འཆི་བ་ཡིན་ན་ང་ལ་ག་རེ་རག་གི་རེད་ཟེར་རོ་དེ་རག་ད་ཕན་ཡོན་ད་མང་པོ་ཞུ་ཡོད་རེད་ད་ནི་གཞུང་གི་གནང་བ་ལ་བཤད་ན་དམིགས་བསལ་གྱིས་གེགས་ཐུབ་ན་ལམ་རིམ་ད་དེ་ཚོ་གནང་སྲིད་བ་ཡིན་ན་ཕན་ཡོན་དཔེ་མང་པོ་གསུངས་ཡོད་རེད་ད་དེ་ནང་ང་ཚོ་གནང་ཡོང་ནས་ཁ་ཤས་ཤིག་ང་ཚོ་ནི་གོ་བའི་ཁ་ཤས་ཁ་ཤས་ཤིག་ང་ཚོ་ཤེས་དགོས་ཁ་ཤས་ཁ་ཤས་ཤིག་ཞུ་བྱས་ན་དང་པོ་དེ་ང་ཚོ་ནང་པ་སངས་རྒྱས་པ་ཚུལ་གྱི་རེ་ས་ཡིན་པ་ར་ད་ནང་པ་ཡིན་མིན་སྐོར་རང་ནི་ནི་སྒོ་འདི་ལྟར་སྐྱབས་འགྲོ་དང་ཁང་པ་ནང་འཛུལ་གྱི་སྒོ་འདི་ཁང་པ་ནང་ལ་ཡོད་མ་ཡོད་ཟེར་ཏེ་ཁང་པ་གི་སྒོ་གི་ནང་ལ་འཛུལ་མ་འཛུལ་སྐོར་ནི་ལྟ་བ་ན་ཞིག་གིས་ནང་པ་ཡིན་མིན་དེ་སྐྱབས་འགྲོ་ཡིན་མིན་ལ་ལྟ་ཡ་དེ་རེད་སྐྱབས་འགྲོ་ཡོད་མེད་ལྟ་ཡ་དེ་བྱས་ཨ་ནི་སྐྱབས་འགྲོ་བ་ཡིན་ན་ད་ང་ཚོ་འདོད་པ་ཐམས་ཅད་ཀྱི་རྟེན་གྱུར་དུ་འགྱུར་གྱི་རེད་སྡོམ་པ་ཐམས་ཅད་ཅན་དུ་འགྱུར་གྱི་རེད་མནའ་ད། ནི་གྲྭ་བ་དེ་ཆོས་ཡིན་ནི་རེད་ཨ་ད་དགེ་ཚུལ་གྱི་སྡོམ་པ་ཞུ་ནི་དགེ་ཆོས་ཨ་ནི་དགེ་སློང་གི་སྡོམ་པ་ཞུ་ནི་རེད་ཨ་ནི་རབ་བྱུང་གི་སྡོམ་པ་ཞུ་ནི་རེད་བསྙེན་རྫོགས་ཀྱི་སྡོམ་པ་ཨ་ནི་དགེ་བསྙེན་གྱི་སྡོམ་པ་ཞུ་ནི་རེད་ཨ་འདི་ཙམ་མ་ཡིན་པར་བྱང་ཆུབ་སེམས་དཔའི་སྡོམ་པ་ཞུ་ནི་སྔགས་ཀྱི་སྡོམ་པ་ཞུ་ནི་རེད་དབང་ཞུ་ནི་ནི་རེད་འདུ་བྱ་རེ་ཞུ་བ་ཞིག་ཏུ་ཐུག་གི་ཡོད་རེད་ད་ནང་པ་ཞིག་མེད་ན་ཨ་ནི་དབང་ཞུ་བ་ཡིན་ནི་དབང་ཐོབ་པའི་དེ་ཡོང་གི་མ་རེད།

བཤད་མ་ཐུབ་ཡང་ང་ཚོ་འཇིག་རྟེན་པའི་ལྷ་ན་ཞིང་གི་ཆོས་རོལ་པ་ན་ཞིང་གི་འཁོར་ལ་ཨ་ནུའི་དཀོན་མཆོག་ལ་སྐྱབས་སུ་འགྲོ་ན་ང་ཚོ་འཁོར་ངན་སོང་དུ་སྐྱེ་གི་མ་རེད་དཀོན་མཆོག་གི་སྐྱབས་དགོས་རེད་ཟེར་དེ་སྐད་ཆ་མ་ཡིན་པ་བྱས་ང་ཚོ་གཙོ་བོ་ལས་རྒྱུ་འབྲས་ཀྱི་བག་ཆགས་ཁྱེར་ཡོད་དུས་དཀོན་མཆོག་ལ་སྐྱབས་སུ་འགྲོ་ན་དཀོན་མཆོག་གིས་བསླབ་བྱའི་དོན་དུ་ང་ཚོ་གྱི་ལག་ལེན་བསྟར་གི་རེད་བསླབ་བྱའི་ལག་ལེན་བསྟར་བ་ཡིན་ན་འདི་གི་འབྲས་བུ་ང་ཚོ་ཨ་ནུ་ངན་སོང་ལ་སྐྱེ་གི་མ་རེད་ཟེར་འདི་གི་སྒོ་ནས་འགྲོ་ཡ་འགྲོ་བ་ཞིག་ར། དེ་ནི་གཞན་ལ་ཕན་མང་པོ་ཐོགས་དུས་བསོད་ནམས་རྒྱ་ཆེན་པོ་བསགས་པའི་ཟས་བྱེད་ཨ་རི་སོ་སོའི་ལ་བར་ཆད་ཡོང་གི་མ་རེད་ཟས་དེ་གང་བྱུང་དངོས་གནས་ཅིག་རེད་བར་ཆད་ཡོང་གི་མ་རེད་ཟས་དེ་ཡང་ད་ག་ཟས་མ་ཡིན་པ་བྱས་དཔེར་ན་ང་ཚོ་མི་གང་འདྲས་བཞིན་པ་མི་སེམས་པ་བཟང་པོ་ཨ་མིའི་རང་བཞིན་གཤིས་ཀ་འཇམ་པོ་དེ་འདྲས་བཞིན་པ་ཡིན་ན་སུས་ཡིན་ནས་གནོད་པ་སྐྱེལ་དེ་ཡང་ཉུལ་བ་ཡོང་གི་ར་ཉུང་བ་འདྲ་བོ་ཞིག་ཡོང་གི་ར་ཁོ་མི་དེ་ལ་རྙོག་དྲ་མེད་བ་ལོ་རང་བཞིན་གྱི་ཡོང་གི་འདུག་ད་མིའི་རང་བཞིན་གྱི་རྩུབ་པོ་གཞན་ལ་གནོད་ཀྱང་ཀྱང་སྐད་དེ་ཉིད་ཤེས་ན་རང་བཞིན་གྱིས་སོ་སོའི་ལ་གནོད་ཀྱི་ཉེས་ཞན་པ་དེ་ནི་མ་ང་ཡོང་བ་དེ་ཡོང་གི་འདུག་དེ་ཡོད་ཁོ་ཆོས་ཉིད་འགྲོ་བ་ཆགས་ཀྱི་ཡོད་ར་དེ་སང་སོ་སོའི་ལ་ཡང་ན་དེ་མི་ཙམ་མ་ཡིན་པར་མི་དང་མི་མ་ཡིན་གྱི་བར་ཆད་ཡོང་གི་མ་རེད་དཔེར་ན་མི་རང་བཞིན་གྱིས་གཤིས་ཀ་འཇམ་པོ། གཞན་ལ་རོགས་པ་ཀྱང་ཀྱང་བྱེད་དེ་ཉིད་ཤེས་ན། སེམས་ན་ཐ་མི་དག་ཡིན་ཨ་ཅང་ཅང་ཐ་ན་ཁྱི་དང་དེ། དུར་ཞི་མིན་དེ་འདྲ་ཡིན་པ་ཡིན་ཡང་མི་དེ་ལ་དགའ་འོ་འགྲོ་བ་བྱེད་དེ་ཡོང་གི་འདུག་དེ་སང་མི་དང་མི་མ་ཡིན་གྱི་བར་ཆད་ཡོང་གི་མ་རེད། གཅིག། སྟོན་པ་དང། ཆོས་དང། ཨ་ནི་གྲོགས་པོ་ངན་པ་ད་ཕྱི་རོལ་པར་ལོག་ཤེས་ན་ཁོ་རང་ཚོ་གི་ལམ་སྟོན་གྱི་འདོད་པ་ད་འཁྲུལ་དེ་ཡོད་ར་ཉན་པ་བྱ་དེ་ཡོད་རེད་ཆོས་ཉན་པ། གྲོགས་ཉན་པའི་གི་བྱེས་སུ་སོང་བའི་དབང་གིས་ཨ་ལས་ཉན་པ་མང་པོ་དེ་བསགས་ཀྱི་ཡོད་ར་བྱས། དེ་དེ་བསགས་བ་དེ་ང་ཚོ་གི་ད་དེ་ཡོང་གི་ཡོད་མ་རེད་དེ་དེ་བསགས་བ་དེ་ང་ཚོ་ཐར་འགྲོ་གི་ཡོད་རེད་དེ་ས་ང་ཚོ་སྔར་བསགས་བ་ཡོད་པ་ཡས་ད་དེ་ཆུང་ངུ་འགྲོ་ཡས་ད་ད་ནི་ད་དེ་བསགས་ཀྱི་མེད་དུ་ད་མེད་བ་བྱས་དེ་སྔར་བསགས་བ་དེ་ཆུང་ཆུང་འགྲོ་དག་འགྲོ་ཡས་དེ་ཡོང་གི་ཡོད་རེད་ད་དེ། ནང་པ་ཞིབ་ན་ང་ཚོ་རང་བཞིན་གི་འཛམ་བུ་ལ་ཡོངས་གྲགས་ལ་ནང་པ་ལ་དུ་འཛམ་བུ་ལ་རང་བཞིན་གི་ཨ་ནི་སེམས་བཟང་པོ་གཞི་འཇམ་པོ་ཞིག་ཡོངས་གྲགས་བརྩི་གི་ཡོད་ར་ད་དཔེར་ན་ང་ཚོས་ཆོས་བརྒྱུད་གཞན་པ་དཔེར་ན་ཁ་ཆེ་འདྲ་བོ་ཞིག་ན་ཡང་མི་ཉན་པ་ཁ་ཤས་ཅིག་གི་བྱ་སྤྱོད་ལ་བརྟེན་ནས་ཆོས་ག་རེ་མི་བརྗོད་ཟེར་བ་དེ་ཡོང་གི་འདུག་ཨ་ནི་ཆོས་ཀྱི་ནང་ལོགས་ལ་ཡང་ཡིན་ན་ཡང་ཁོ་ཅིག་ཚེ་བས་ཀྱི་ཨ་ནི་ནང་ཆོས་ཡིན་ནས་ཨ་མ་འདི་དགོངས་དོན་ཁ་ཆེ་ཡིན་ནས་རེད་ཡེ་ཤུ་ཡིན་ནས་རེད་ཁོ་རང་ཚོས་ཀྱིས་ཨ་ནི་བཤད་བྱ་རྒྱུ་དཔེ་ཆ་གཞུང་ཁོ་རང་གི་ནང་ལོགས་ལ་གཞན་ལ་འཚེ་བ་བྱས་ཀྱི་སྐོར་དང་དེ་འདྲ་བའི་ཁ་ཤས་ཁ་ཤས་ཡོང་གི་འདུག་ད་ཁོ་དྲང་དོན་དང་ངེས་དོན་ཆེད་མ་བྱེད་ཟེར་ཡ་དེ་ཁོ་གནས་ཚུལ་ཁ་ཁ་རེད་དགོངས་པ་འགྲེལ་མ་འགྲེལ་གནས་ཚུལ་ཁ་ཁ་རེད་དེ་ཡིན་རྒྱུ་ཨ་ནི། གཅིག་འཚེ་བ་བྱེད་ཡས་དང་དེ་འདྲའི་སྐད་ཆ་ཡོང་གི་ཡོད་རེད། གང་དེ་བྱས་ན་འཚེ་བ་མི་བྱེད་ཡས་ཟེར་གལ་ཆེན་པོ་རེད་ཟེར་ཆེད་དཔེར་ན་ཡེ་ཤུ་དང་དེ་ཚོ་ཡིན་པ་ཁ་ཆེ་དེ་འདྲ་ཡིན་པ་ཡིན་ན་བྱིས་སྟོང་སྐུ་པར་བུ་གིས་མི་བཟོས་པ་རེད་དུད་འགྲོ་དཔེར་ན་ཨ་ནི་བྱིས་བྱ་དང་ཨ་ནི་དཔེར་ན་བྱ་དེ་འདྲ་བོ་དང་ཨ་ནི་དེ་འདྲའི་རིགས་དེ་ཚོ་མིག་གི་ཟ་ཡས་ཀྱི་ཕྱིར་དུ་བཟོས་པ་རེད་ཟེར་དུས་སམ་པོ་ལ་རང་བཞིན་གྱི་སེམས་ཅན་འདི་ང་ཚོ་གི་ཟ་ཡས་ཀྱི་རྒྱུ་ཞིག་ཟ་ཡས་མ་གཏོགས་ཁོ་རང་ལ་ཨ་ནི་ཅིག་སྡུག་བསྔལ་མྱོང་ཡས་ཁོ་རང་གཉིས་ཀྱི་ཨ་ཅིག་དེ་འདྲའི་ཅིག་ཟེར་བ་ནི་ཨ་ཙག་ཅིག་བཀའ་ཉན་བྱུང་གི་ཡོད་རེད་སེམས་སེམས་པ་དེ་ཡོད་མ་རེད་བ། དེ་ཁོ་རང་ཆོས་ཁོ་རང་གི་ཟས་ཟེར་དུ་བཟོས་པ་རེད་ལ་ད་ཁོ་རང་གིས་ཁོ་ཚོ་ནི་རང་བཞིན་གྱི་ཅིག་སྙིང་རྗེ་ཉུང་བ་འདྲ་བོ་ཆགས་འདུག་དོ། བོད་འདི་འདྲ་བོ་ཞིག་རེད་གང་ལྟར། དེ་ནི་གལ་ཆེ་ཤོས་ཅིག་ད་ང་ཚོའི་གིས་བྱ་བ་ག་འདྲ་མང་པོ་ག་རེ་ཡིན་པ་ནི་བྱ་བ་མང་པོ་ཞིག་ཁོ་བསྒྲུབས་འགྲོ་དགོས་དོན་མང་པོ་ཞིག་བསྒྲུབས་འགྲོ་དགོས་རེད། ཨ་ནི་གང་ཡིན་ཟེར་ན་ང་ལ་བསོད་ནམས་མང་པོ་བསགས་ཀྱི་ཡོད་རེད་ཨ་ནི་རང་བར་ཆད་ཡོང་གི་མོད་ཡོད་མ་རེད་ད་བསོད་ནམས་མང་པོ་བསགས་བར་ཆད་མ་ཡོང་ད་ལེགས་ཧ་རེད་ནས་མང་པོ་ཞིག་རང་བཞིན་གྱི་དོན་དག་སྒྲུབ་འགྲོ་ཡ་ཤོད་འགོ་ར་དེ་ནི་ཨ་ནི་མྱུར་དུ་ཨ་ནི་སངས་རྒྱས་ཀྱིས་གསུངས་བའི་ལམ་དེ་ཚོ་ཨ་ནི་སངས་རྒྱས་དཀོན་མཆོག་གི་གསུང་བྱ་བ་དང་གསུང་བྱ་བའི་ཆོས་དཀོན་མཆོག་ཆོས་དཀོན་མཆོག་དེ་ཡང་ཨ་ནི་ཇི་ལྟར་ཉམས་སུ་བླང་དགོས་པའི་གི་ཨ་ནི་ཉམས་སུ་བླང་ཡོན་ལ་རོགས་པ་བྱེད་མཁན་གྱི་ཨ་ནི་དགེ་འདུན་དཀོན་མཆོག་ཁོང་རྣམ་པ་ཚོས་ཀྱི་འདི་ཚོའི་དབུ་རྒྱན་ཨ་ནི་ང་ཚོ་ལ་ལམ་སྟོན་བྱེད་བ་ན་ནི་སོ་སོའི་རྒྱན་ཡང་དཀའ་ལས་རྒྱབ་ཐུབ་ན་ཨ་ནི་མྱུར་དུ་སངས་རྒྱས་ཐུབ་ཀྱི་རེད་ཟེར་ད་ལྟའི་སྐྱབས་འགྲོ་གི་ཕན་ཡོན་དེ་ཅི། ད་མཐའ་མ་དེ་ལ་ཨ་ནི་ལམ་རིམ་ཆེན་མོ་གི་ཨ་ནི་སྐྱབས་འགྲོའི་སྐོར་དེ་གསུང་ཟེར་བའི་མཇུག་དེ་ལ་དེ་འདྲས་བྱེད་ཀྱི་ཡོད་རེད་ད་འདིས་ཅི་ཨ་ནི་གནད་འགག་ཆེན་པོ་ཞིག་མཐོང་ཐུབ་ཅི་ལ་བབ་ཀྱང་ཨ་ནི་ཅི་ལ་བབ་ཀྱང་སྐྱབས་མི་གཏོང་ངོ་སྙམ་དུ་ཡང་ཡང་ཞེ་འདམ་བྱ་ཞིང། ཞེ་བརྒྱད་ཙམ་གྱི་ཆེད་དུ་ཡང་སྐྱབས་གཏོང་བའི་ཚིག་སྨྲ་བར་མི་བྱའོ་ཟེར་ནས་བསླབ་བྱ་འདི་ག་རེ་ཟེར་ན་ང་ཚོ་ནམ་རྒྱུན་ཡིན་ན་དངོས་སུ་ད་ང་ཚོ་སེམས་པ་གཏིང་ནས་ནི་ཀུ་ཅོ་གསུམ་ད་ང་བཏང་གི་ཡིན་ཟེར་རོགས་སྐད་ཆ་དེ་ཡོད་མ་རེད་དེ་རྩེད་མོ་གི་ནམ་རྩེད་མོ་ཡིན་རྩེད་མོའི་ངང་ནས་ཨ་ནི་ཡང་ཅིག་ད་དེ་ལྟར་བྱོས་འདི་ཧིན་དུ་གི་ལྷ་དེ་ཚོ་དཀོན་མཆོག་དངོས་གནས་ཕན་ཐོག་གི་འདུག་ད་དེ་ལྟར་ནང་པ་རེད་ཧིན་དུ་བྱས་ན་ཡག་ས་རོགས་ཟེར་རོགས་རྩེད་མོ་རྩེས་ཟེར་བ་ར་རྩེད་མོ་གི་ལམ་ལོག་ལ་ཡང་དོན་ལྡན་གྱི་སྐྱབས་དོང་ཡན་གྱི་དེ་ཚིག་དེ་སྨྲ་ཡ་ཡོད་མ་རེད་ལ་ནས་དེ་གསུངས་ད་དེ་ཡང་ང་ཚོ་སེམས་ལ་ཉར་ར་ཅིག་བྱ་གི་འདུག་འོན་ཏེ་འདི་ཕྱིར་རེད་རྗེ་བཙུན་སངྒྷ་མཆོག་དེས་དེ་རིང་ད་སྐྱབས་འགྲོ་ཡུལ་སྐོར་དུ་དེ་འདྲའི་འགྲོ་བ་ཞིག་བརྩིས་ཚེ་རིང་པོ་འགྲོ་བ་ཆགས་འདུག་ཅི་ཡང་ཅི་དགོས་གནད་འགག་ཆེན་པོ་ཞིག་རེད་དོ། དེ་ཡིན་ན་ད་སྐྱབས་སྐྱབས་འགྲོ་ཟེར་དེ་བདེན་ཚིག་གི་གལ་ཆེན་པོ་ཞིག་ན་ལམ་གསུང་གི་ཡོད་རེད་ཟེར་ན་ག་འདྲའི་འགྲོ་བ་ཞིག་རེད་ད་ལམ་ཉམས་སུ་ལེན་པ་ལ་ག་འདྲའི་འགྲོ་བ་ཞིག་ཁུག་གི་ཡོད་རེད་ཟེར་དུས་ད་སངས་རྒྱས་བཅོམ་ལྡན་འདས་ཀྱི་སངས་རྒྱས་ནི་ཨ་ནི་ཞག་བཞི་བཞི་དགུ་གི་རྗེས་ལ་འཁོར་བའི་སྔ་ལྗང་བཟང་པོ་ལ་ལམ་ཐོག་མར་གསུང་བ་དེ་ཨ་ནི།